གནས་ཚུལ་གཅིག་ལ་ག་རེ་ཟེར་ན་ད་སྐྱབས་རྗེ་བདེ་ཆེན་སྙིང་པོ་གི་ནི། དུས་ལ་ཡ་ད་སྐྱབས་རྗེ་བདེ་ཆེན་སྙིང་པོ་གི་རྣམ་ཐར་ནང་ལོགས་ལ་ཡོད་བསྡད་པའི་ནི་འགོ་གཙོ་རྣམ་གང་ཟེར་དེའི་སྐོར་ལ་ནི་ཡང་འགྲེལ་བཤད་གཅིག་ཡོད། ད་འདི་འགྲེལ་བཤད་རྒྱག་སྟངས་དེ་ག་རེ་ཟེར་ན་འགོ་གཙོ་རྣམ་གང་ཟེར་དེ། འགོ་གཙོ་རྣམ་གང་ཟེར་དེ་ཞི་བདེ་ལྟ་ཚུལ་ལ་ད་འདི་དཔེ་ཆའི་ནང་ལོགས་ལ་ག་རེ་ཡོད་རེད་ཟེར་ན། དཔེ་ཆའི་ནང་ལོགས་དེ་ལ་ཡོད་བསྡད་པ་དེ་འདུག་ཟེར། ཧོར་ཟླ་བདུན་པའི་ནང་གོ་རུ་སི་ཟླ་བ་བདུན་པའི་ནང་ལ་ཞི་བདེ་ལྟ་ཟུར་སི་ཏཱ་ཏི་སྐུ་དྲག་ཅིག་རེད་བ། ལྷ་ལྡན་དུ་བཞུགས་སྐབས། བཞུགས་སྐབས་ཤིག་འདུག་ཟ་ཐོ་རིང་ལྔ་བར་སི་ཞོ་ཀེ་ལྔ་པོ་དགེ་སྦྱོར་ལ་འབད་པའི་དུས་ཁ་འདོན་བྱས་དེ་དོན་མདུན་དུ་རྒྱ་ཆེན་ཤུགས་ལྡན་ཁོག་ཞུགས་ཀྱི་གྲྭ་པ་ཡིན། གྲྭ་པ་ཞིག་ཡིན་སྙམ་ཤར་བ་ལྟ་བུའི་སྐད་གསང་མཐོན་པོའི་སྒོ་ནས་དགུ་ཚོགས་གནམ་གང་ཡིན་ད་ཞེས་ལན་གཉིས་བཟླས་ཏེ་གསལ་པོར་བསྡད་དེ་སྨྲས་པ་བྱུང། ལྟ་ཚུལ་ནས་བལྟས་མ་ཐག་དེ་རིང་རྡོ་རྗེ་འཆང་གི་མདུན་དུ་ཆེད་བཅར་གྱིས་དེའི་སྐོར་ཇི་འདྲ་ཡིན་འཕྲལ་དུ་ཞུ་དགོས་སྙམ་དུ་དེ། གྱོས། བཀྲ་ཤིས་ཆོས་གླིང་ལ་གྱོས་ཞེས་བརྡ་དེར། ད་འདིའི་ནང་ལོགས་ལ་ད་དོན་དག་ངོ་མ་དེ་ག་རེ་རེད་ཟེར་ན་ང་ལ་གཙུག་གི་ད་འགྲེལ་བཤད་མང་པོ་ཅིག་གི་ནང་ལོགས་ལ། ཞི་བདེ་ལྟ་ཚུལ་ལ་ཆོས་སྐྱོང་རྡོ་རྗེ་བཞུགས་ཏེ་དངོས་སུ། ཨ་ནི། སྐུ་རྟེནའམ་ད་གང་ལྟར་ཅིག་གྲྭ་པ་ཅིག་ལ་ཁོག་ཞུགས་བྱས་ནས་དངོས་སུ་ལྟ་ཚུལ་ལ་གསུང་བཞག་པས་སོར་རྗེས་འགྲེལ་བཤད་མང་པོ་ཅིག་ནང་ལོགས་འགྲེལ་བཤད་ཧ་ལམ་ཚང་མའི་ནང་ལོགས་དུག་སེལ་ཡོང་གི་འདུག་དེ་དེ་འདྲའི་ཁྱོད་ནི་མ་རེད། ཞེས་དེ་ལྟར་ཟུར་ལ་གང་བྱེད་ཁོ་རང་ཞོགས་ཀའི་སྔ་པོ་ཁ་འདོན་བྱས་བསྡད་དུས་གང་ལ་ཆོས་སྐྱོང་ཤུགས་ལྡན་ལྟ་ཡི་མེད་འགྲོ་བསམ་པ་ཅིག་ལྟ་ཁོ་ན་སྣང་བ་ལ་འདུག་ཤར་ནས་གང་ལྟར་ད་ཆོས་སྐྱོང་ཤུགས་ལྡན་ཡིན་ས་རེད་བསམ་པ་ཅིག་གུ་ཚོགས་རྣམས་གང་ཡིན་ད་གུ་ཚོགས་རྣམས་གང་ཡིན་ད་ཟེར་ནས་ཅིག་དེ་འདྲའི་གི་སྣང་བ་ཅིག་ཤར་རེད་མ་གཏོགས་ཅིག་གི་འདིའི་ཁ་ཐུག་དེ་ལ་ལྷ་ཕལ་ནི་ཟེར་མཁན་ཡོད་མ་རེད་ཆོས་སྐྱོང་རང་གིས་དེ་འདྲའི་དམིགས་བསལ་སྐད་ཡོད་མ་རེད་དེ་ག་ནང་བཞིན་གི་ཁོ་རང་ལ། སྐད་གསང་མཐོན་པོ་ཕར་ཚད་ཤ་སྐད་ཆེ་ཆུང་ག་རེ་གང་སྤྱིར་འགྱངས་ངེས་ཡོད་མ་རེད་ད་ཁོ་རང་གཉིས་ལམ་སོ་རེ་བ་བྱེད་དང་ད་དུ་ཞོ་སྐད་སྔ་པོ་སྣང་བ་དེ་འདྲ་ཞིག་ཤར་རེད་མ་གཏོགས་ཅིག་གཞན་པ་ཁ་སྐད་ཅིག་ཆུ་ནས་དེ་ནང་ལ་འདྲེ་ལས་ཆུ་ནས་ཡོད་མ་ད་འདི་འདི་ནང་ལ་གསལ་བོ་ཤེས་ར་རེད། ཆོས་སྐྱོང་ཤུགས་ལྡན་ཡིན་སྙམ་ཤར་བ་ལྟ་བུའི་ཟེར་དུས་གང་ལ་ད་དོན་དག་འདི་རེད་བ་ད་གང་ཅིག་མལ་འགྲོ་བ་སང་སང་རེ་བྱེད་དེ་དེ་འདྲ་ཞིག་སྣང་བ་ཤར་བ་རེད་མ་གཏོགས་ག་གེ་ཡོད་མ་རེད། ཞིག་ནི་དགུ་ཚོགས་གནམ་གང་སྐོར་ཞོལ་དེ་ག་རེད་ཟེར་ན་དགུ་ཚོགས་གནམ་གང་གསལ་གི་ད་ལྟ་གནས་ཚུལ་དེ་ག་འདྲ་ཆེ་འདྲ་བྱུང་བར་ཟེར་ན་ད་སྐད་གསང་མཐོན་པོ་གསལ་ཏེ་དེ་རིང་ཁ་ཚང་ཚིག་ནང་ལ་རྒྱབ་ཡོང་དུས་གང་ལ་ཡི་གེ་བྲིས་ཡོང་དུས་ད་སྐད་གསང་མཐོན་པོ་ཟེར་ནས་བྲིས་བཞག་པ་རེད་མ་གཏོགས་སྐབས་དེ་དུས་སྐད་ཆེ་ཆུང་གང་ཡང་རྒྱག་ངེས་ཡོད་མ་རེད་ཅེས་ངས་གསལ་བཤད་དེ་སྐད་གསང་ཞུས་ཡོད། སྐད་གསང་ག་རེ་རེད་ཟེར་ན། དེ་གི་ཚིག་གི་ཡོང་སྟངས་འདི་ལ་བལྟས་ཡོང་དུས། ཞི་བདེ་ལྟ་སོགས་ཐོ་རངས་ལྔ་བར་དགེ་སྦྱོར་ལ་འབད་པའི་དུས། ཆོས་སྐྱོང་ཤུགས་ལྡན་ཡིན་སྙམ་ཤར་བ་ལྟ་བུའི་སྒོ་ནས་གུ་ཚོགས་རྣམས་གང་ཡིན་དང་གུ་ཚོགས་རྣམས་གང་ཡིན་དང་ལན་གཉིས་སྐད་གསང་མཐོན་པོའི་སྒོ་ནས་གསལ་བོར་བཟླས་ཏེ་སྨྲས་པ་བྱུང། ཤར་ཚིག་དེ་ག་ར་བ། ཅག་འདི་ཡིན་དུས་གང་ལ། ཡིན་སྙམ་ཤར་བ་ལྟ་བུ་སྲིད་དུས་གང་ལ་གཉིས་ལམ་དང་གཅིག་པ་རེ་ད། ཡང་མེད་ན་དངོས་གནས་དྲང་ནས་གཉིས་ལམ་རེད་ཞེས་དེ་ལྟར་སོགས་ཁོང་ར། གཞན་དོན་ནང་གི་ནང་གི་གཉིས་འཇོག་རྒྱབ་བྱས་དེ་འདྲས་ཀྱི་ཐོག་ནས་གཉིད་ལམ་གྱི་སོ་ཐར་ཅིག་བྱུང་བ་རེད། ཡང་མིན་ན་ངས་ཁ་ཚང་འདྲ་ཞིག་ཞུས་པ་ནང་བཞིན་རེད་ཅིག་བྱས་ན་དངོས་གནས་དག་པའི་སྣང་བ་གྲོགས་ཅིག་ཡིན་སྲིད་པ་ཅིག་རེད། བྱས་ཙང་འདི་འདྲས་ཀྱི་ཐོག་ནས་ཡོང་དགོས་ད་ཡི་གེ་རྒྱབ་སྟངས་ཀྱི་རེད་མ་གཏོགས་གཞན་པ་ག་ཡི་ཡོད་མ་རེད། ཚེ་འདི་ཡིན་དུས་ཐུགས་མཁྱེན་ཆོས་ཀྱི་གཉེར་མའི་ལྕང་སྐྱ་རུས་པའི་རྡོ་རྗེ་གྱི་རྣམ་ཐར་ནང་བློ་ལ་བཟུང་བཞག་པ་དེ་རེད། ལྕང་སྐྱ་རིན་པོ་ཆེའི་རྣམ་ཐར་ནང། ནི་ལྕང་སྐྱ་རུས་པའི་རྡོ་རྗེ་ནི་རྒྱ་ནག་ལ། བཞུགས་བསྡད་པའི་སྐབས་གཅིག་ལ་ཡང། ཨ་ནེ། ད་ཉི་མ་གཅིག། ད་དགོང་ཟླ་གཅིག་གཟིམ་ལང་ལ་འདི་འདྲ་བྱུང་འདུག། གཟིམ་ལང་གི་ནང་ལོགས་ལ་ཡ། གནས་ཆུང་ཆོས་རྒྱན་སྐུ་གསོལ་ཞུ་གནས་ཆུང་ཆོས་རྒྱན་སྐུ་གསོལ་ཕེབས་བྱས། ཨ་ནེ་བཀའ་ལུང་མང་པོ་ཞིག་བསྐྱོན་ཡོད་ས་རེད། ཡིན་ན། ནུབ་ཀྱིས་རྗེ་བླ་མའི་མནལ་ལམ་དུ་གནས་ཆུང་ཆོས་སྐྱོང་ཁུག་བཞུགས་བྱས་པ་ཞིག་གི་རྣམ་པས་དུ་ད་ཡིན་སྙམ་ཤར་བ་ལྟ་བུ་ཟེར་དེ་དང་རྣམ་པས་ཟེར་དེ་གཉིས་དོན་དག་གཅིག་པ་རེད། དེ་འདྲ་བོ་ཞེས་དང་དེ་འདྲའི་གི་བཟོ་རོ་ཞེས་རོ། དེ་འདྲ་ཅིག་གི་རྣམ་པའི་སྒོ་ནས་ཨ་ནི། གནས་ཆུང་ཆོས་སྐྱོང་གི་བཀའ་ལུང་ག་འདྲ་རྒྱག་སོ་ཟེར། དགུ་དང་བཅུ་ཡི་བར་མཚམས་སུ་ཡེ་ཤེས་ཆེན་པོ་མདོར་གསལ་ཞེས་ནི་དང་དེ་འདྲ་ཅིག་དེ་ནང་བཞིན་གྱི་དང་ཚིག་ཁ་ཤས་ཅིག་ཨ་ནི་ཟིན་ལ་ནང་བསྟན་ཡོད་ཟེར་རོ། དང་ཡེ་ཤེས་ཆེན་པོ་མདོར་གསལ་སའི་མདོ་དེ་ཨ་མདོ་ཡིན་ནང་དང་ཚིག་མདོ་ཡིན་ནང་དགོངས་ནས་ཨ་ནི་དེ་འདྲའི་གི་དགོངས་པ་ཅིག་བཞེད་ཡོད་འདོད་གང་ལ་དང་དེ་ཨ་མདོ་ཡིན་གསུང་ཡ་ཅིག། ཅེས་དང་དང་དེ་དང་དེ་ག་རེ་ཡིན་ནང་དགོངས་ནས་ཨ་ནི་ཅིག། རྟགས་ཅན་སྣང་ཡང་གོང་ནས་བཞག་བཞག་དུས་རྟགས་དེའི་རྗེས་མ་གཅིག་ལ་རྟགས་འདའ་བ་དགུ་བས་དགུ་པ་རྫོགས་ནས་རྟགས་བཅུ་བ་དགུ་མ་རྟགས་བཅུ་བ་མ་ལེགས་གོ་རྟགས་འདའ་བ་དགུ་བས་འདབ་གཞུག་འདྲ་བོ་གཅིག་ལ་ཡང་ཨེ་ནི་ཨམ་མདོ་གི་ནང་ལ་ཨེ་ནི་སྤྱང་ཆེན་རོལ་པའི་རྡོ་རྗེ་གི་ཡབ་འདི་དགོངས་པ་རྫོགས་བར་བ་དགོངས་པ་རྫོགས་བར་བ། བྱས་ཙང་ད་གནས་ཚུལ་འདི་ཉིད་ཡོངས་གཏམ་གཅིག་པུ་གཅིག་རྐྱང་རེད་བྱས་ཙང་འདི་འདྲ་ཡིན་དུས་གང་ལ་དེ་ང་རང་ཚོ་གི་འགྲེལ་བཤད

ཨ་ནི་དེ་འདྲའི་ཞིག་གི་རྣམ་པས་སུ་བྱས་ནས་ཟེར་ཡོང་དུས་གང་ལ་ད་དེ་འདྲའི་གི་བཟོ་འདྲ་པོ་བྱས་སུ་བྱས་ནས་བཤད་གི་ཡོད་པ་ཡིན་དུས་འདི་གའི་གང་གཅིག་པ་རེད། གནམ་ཐང་ཟུར་འདི་གའི་ཤོག་གྲངས་འདིའི་ནང་ལ་ཡོད་པ་དེ་རེད་ལྔ་བརྒྱ། བཅུ་དགུ་ནང་ལ་ཡོད་པ་རེད་ད་དེ་ནང་བཞིན་གི་ད་ད་དེའི་ཉེན་ཁ་དེ་རྒྱབ་ཕྱི་རུམ་བྱེད་གི་ད་དེ་རྗེས་མར་ལྟ་ཆོག་གི་རེད་ཟེར་ནས་ཇེ་ཐོ་བསྐྱོན་ནས་བཞག་གནང་བ་དེ་དེའི་སྐོར་དེ་ད་རྒྱལ་བ་ཀུན་གྲོལ་ཆོས་གསུངས་པ་མཇུག་མ་དགོངས་པ་རྫོགས་དུས་གང་ད་དེ་རེད་བཞག་སོང་ཡང་དེ་ད་རེད་དེའི་གོ་བ་དེ་ལ་མ་ཐོན་ཡོང་གི་འདུག་བྱས་ཙང་དེ

ཞི་བདེ་ལྟར་སྲོལ་ལ་སྐད་ཆེ་ཆུང་གང་ཡང་རྒྱག་ངེས་ཡོད་མ་རེད་ལྷ་འཕེན་ངེས་ཡོད་མ་རེད་ཆོས་འབྱུང་ཤུགས་ལྡན་ངེས་དེ་འདྲའི་གི་གསུངས་པའི་གནས་ཚུལ་གར་ཀྱང་བྱེད་ཁྱོན་ནས་ཡོད་མ་རེད། གལ་སྲིད་གི་ད་དེ་འདྲའི་གི་ཨ་ནི་རྒྱལ་བ་ཀུན་འདྲེ་ཅོ་གསུངས་པ་ཨ་ནི་དགོངས་པ་རྫོགས་ཡ་གི་ཡིན་པ་བྱས་ནས་ཆོས་འབྱུང་རྡོ་རྗེ་ཤུགས་ལྡན་གི་ཨ་ནི། གནས་ཚུལ་དེ་འདྲ་ཅིག་ད་དངོས་གནས་བྱུང་བ་ཡིན་ན། དེའི་གཞུང་འབྲེལ་གྱི་དེ་ནི་པའི་དགྲ་བླ་གཙོ་བོ་དེ་ནི་སྲུང་མ་དམར་ནག་གཉིས་ཀྱིས་གནང་དགོས་ཡ་གི་ལས་འགན་དེ་ཆོས་སྐྱོང་དོར་ཞུགས་ལྡན་གྱིས་གནང་བ་རེད་བསམ་ན་ཡང་ནི། ང་རེ་སོ་སོའི་རྨོངས་ཚོད་ལ་ཡང་དེ་འདྲ་དྲན་ཡོང་གི་འདུག་ག་རེ་རེད་ཟེར་ན་ང་རང་ཚོ་གི་བཤད་སྒྲུས་ལ་ཡང་ཡིན་ན། མངོན་ཤེས་དང་ཡིད་ཤེས་ཀྱི་སྤྱན་ཡོད་ན་མ་འོངས་པ་བཤད་ཞོག། བྱུང་ཟིན་པའི་གནས་ཚུལ་འགའ་ཤས་ཐད་རང་གི་དངོས་ཕྲུག་དང་མི་མ་ཡིན་གྱི་དངོས་ཕྲུག་ལ་བལྟས་ནས་བཤད་ཐུབ་པ་དེ་འདྲ་ཡོད་རེད་ཟེར་ད་ང་རང་ཚོ་ནམ་རྒྱུན་ནས་བཤད་བཞིན་པ་རེད། དེ་འདྲ་ཡིན་དུས་གང་ལ་ད་དེ་ཆོས་སྐྱོང་དོར་ཞུགས་ལྡན་གྱིས་གསུངས་པ་ཡིན་ན། ད་ཟླ་བ་བཞི་ལྷག་ཅིག་གི་འབྱུང་འགྱུར་གྱི་ད་གནས་ཚུལ་དེ་ད་དེ་གཉིས་ཀ་དེ་ལ་གསུངས་པ་ཡིན་ཙང་ང་ད་དེ་དངོས་གནས་དྲང་གནས་ཀྱི་པའི་ཚད་དང་ལྡན་པའི་ལུང་ཅིག་རེད་ལ་ཚད་དང་ལྡན་པའི་གི་ཆ་འཛིན་བྱེད་ཆོག་ཡ་ཅིག་ད་ཆ་དེ་ཡོད་རེད་བསམ་གྱི་འདུག་གཅིག་ནས་དེ་འདྲ་རེད། གཉིས་ནས་ག་རེ་ཟེར་ན། ཆོས་སྐྱོང་རྡོ་རྗེ་ཤུགས་ལྡན་གྱི་རྒྱལ་བ་རིན་པོ་ཆེས་དགོངས་པ་རྫོགས་ཡས་ཀྱི་ཟླ་བ་བཞི་ངས་ནས་ལུང་བརྒྱབ་ཡོང་དུས་གང་དེའི་བ་ཚྭ་ལ་ལ་བརྟན་བཞུགས་ཕུལ་ན་ཕུལ་ཡ་ཡོད་རེད་སྨན་བཅོས་གནང་ན་གནང་ཡ་ཡོད་རེད་ག་རེ་ཡིན་ན་བྱས་ཡ་ཡོད་རེད། དེ་འདྲས་ཡིན་པ་ཡིན་དུས་གང་ལ། བོད་བོད་མི་སྤྱི་བོ་གནམ་བསྟན་ཡོངས་ཀྱི་དངོས་གནས་དགའ་སྒོམ་ཡི་རང་བྱེད་ན་ད་བས་བཀའ་དྲིན་རྗེས་དྲན་བྱེད་དགོས་ཡ་ཅིག་རེད་མ་གཏོགས་འདིར་འདིར་ད་ལྟ་ནང་བཞིན་གྱི་དྲིན་ལན་ལོངས་སྤྱོད་བྱས་ཡ་ཅིག་མ་རེད་བསམ་སོང་ཅིག་དེ་གནས་ཚུལ་དེ་ཅིག་ཆར་ཡོང་གི་འདུག། དེ། ཆོས་སྐྱོང་ཤུགས་ལྡན་གྱིས། ད། བཀའ་ལུང་རེས་བྱས་ནས་བཞུགས་ཀྱི་ཡོད་ན་དེ་འགྲེལ་བཤད་ལོག་པ་རྒྱབ་མ་གོ་བྱས་ནས་འགྲེལ་བཤད་དུ་བྱས་ནས་རྒྱག་ཅིག་དང།